འོ་ད་དེ་རིང་ངའི་བརྙན་ལམ་གཟིགས་བརྙན་ལ་རྣམ་པ་ཚོ་ལ་འོག་ལ་བརྙན་ཐུང་ཐུང་ཅིག་ཕྱོགས་རིས་བྱས་ནས་བཞག་ཡོད་དེ་བརྙན་ཐུང་ཐུང་དེའི་སྐོར་ལ་ངོ་སྤྲོད་བསྡུས་བསྡུས་ཅིག་ཞུ་ཡ་ཡིན་ད་བརྙན་དེ་ག་རིའི་སྐོར་ཡིན་ལབ་ན། ངའི་ཕ་མ་གཉིས་ཀྱི་བུ་མོ་པོ་ཆུང་ཚོ་འགྲོ་ཕན་ཡོང་མུས་ཀྱི་ད་ཅིག་རིག་གཞུང་གི་ལས་རིམ་དང་འབྲེལ་བའི་ཁྱེད་བརྙན་ཐུང་ཐུང་ཅིག་ཡིན། ད་དེ་ཉན་ཏེ་ངོ་སྤྲོད་ཞུ་དགོས་ཀྱི་རྒྱུ་མཚན་རེའུ་དེ་ག་རེ་ཡིན་ལབ་ན། ད་ང་ཚོ་གི་རྒྱ་གར་བོུ་ལ་དགྲ་བོ་རྒྱ་ནག་གི་བཙན་འཛུལ་བྱེད་བྱེད་ནས་བོུ་ནོར་ལོག་ལ་བོུ་གི་སྐད་ཡིག་ཚུད་པའི་བོུ་པི་རི་གཞུང་ཡོངས་རྫོགས་རྒྱ་ནག་གི་མི་སེར་ཕུལ་བའི་སྲིད་ཇུས་ཀྱི་འོག་ལ་རྩ་མེད་གཏོང་བཞིན་པའི་གནད་དོན་ཆགས་དུ་ཡོད་རེད་དེ་ནས་ང་ཚོ་བརྩི་འཇོག་རོགས་དབང་ལུང་པ་ལ་ཡང་ད་ང་ཚོ་སྐྱབས་བཅོལ་ནས། སྐྱབས་བཅོལ་ལ་དང་བྱར་བྱས་ནས། མི་རིགས་དང་སྤྱི་ཚོགས་གཞན་དག་ཅིག་གི་འོག་ལ་ང་ཚོ་བོད་པ་ཁ་འཐོར་ནས་བསྡད་བཞག་གི་ནང་ལོགས་ལ། སོ་སོའི་སྐད་ཡིག་གཙོས་པའི་རིག་གཞུང་སྲུང་སྐྱོབ་བྱེད་ཡག་དེ་ད་དཀའ་ལས་དང་ཉེན་ཁ་ཅིག་གི་ནང་ལོགས་ལ་གནས་ཀྱི་ཡོད་རེད། དེའི་དཀའ་ངལ་དང་ཉེན་ཁ་དེ་གའི་ནང་ལོགས་ལ་ད་ཕ་མ་རེབ་ཅིག་གིས། དེ་ནས་ད་མིའི་ལུང་པ་ལ་བོད་པའི་སྐད་ཡིག་སྦྱོང་ནས་ད་བེད་སྤྱོད་ག་རེ་ཡོད་རེད་ལ་ད་དེ་འདྲ་གི་ཚེ་བར་དུ་སླེབས་ཀྱི་ནས་ད་ཀྱེ་སོ་སོའི་བུ་ཕྲུག་ལ་སྐད་ཡིག་རྩིས་སྤྲོད་བྱེད་ཡ་གི་འགན་འཁྲི་འདྲ་བོ་དེ་བློས་གཏོང་བྱེད་ཀྱི་ནས་ད་ཁག་ཅིག་རེ་ཐག་ཆད་དེ་བས་ཀྱི་ད་དུས་ཚོད་ཀྱི་ཆགས་དེ་ཡོད་རེད་གནས་བབ་སྡུག་པོ་དེ་འདྲ་ཅིག་གི་ནང་ལོགས་ལ་ཡང་ད་ང་ཚོ་ལ་གང་ལྟར་རིག་གཞུང་སྲུང་སྐྱོབ་བྱེད་ཡ་དང་རྒྱལ་ཁབ་སླར་གསོ་བྱེད་ཡ་གི་འགན་འཁྲི་དེ། ད་ང་ཚོ་ཚང་མ་ལ་ཡོད་པའི་ཆ་ནི། ཨ་ནི། ཕ་མ་མང་པོ་སྐྱེས་མཁན་སོ་སོའི་གི་བུ་ཕྲུག་དེ་ལ་བོད་པའི་སྐད་ཀྱིས་བཙུད་པའི་བོད་པའི་རིག་གཞུང་དེ་བརྩི་རུ་བྱེད་ཐུབ་ཡ་གི་ད་འབད་བརྩོན། ཤུགས་ཆེན་པོ་གྱིས་ཞུ་གི་ཡོད་རེད། དེ་བྱེད་དུས་ཙམ་པ་ལ་ད་དྲན་གཉེན་དེ་ངོ་སྤྲོད་ཞུ་དགོས་ཡ་གི་རྒྱུ་མཚན་འདྲ་བོ་དེ། ང་ཚོའི་སྤྱི་ཚོགས་ཀྱི་ངོས་ནས་དེ་ནི། དགེ་རྒན་གྱི་ངོས་ནས་ཕ་མ་གི་ངོས་ནས། བུ་ཕྲུག་དོ་བདག་སོ་སོ་གི་ངོས་ནས་ང་ཚོ་ཐུན་མོང་གི་འགན་འཁྲི་དེ་གི་ཆེད་དུ་འབད་བརྩོན་བྱས་པ་ཡིན་ན། དེ་ནི་བོད་པའི་ད་ལྟའི་བུ་ཕྲུག་ཚོ་ལ་སོ་སོའི་ཕ་སྐད་མ་ཡིག་གཙོས་པའི་གི་བོད་པའི་རིག་གཞུང་བདག་པོ་རྒྱག་གི་ནུས་པ་དང་འབྱུང་སྟངས་དེ་ཡོད་པ་དེ་ད་དེ་རིང་གི་བརྙན་འདི་ནང་ལོགས་ནས་རེ་བ་ཅིག་མཐོང་ཡ་དང

བོད་པ་གི་བོད་རིགས་སྤྱི་མཐུན་ཚོགས་པའི་གཟའ་མཇུག་སློབ་གྲྭ་གི་ད་ལོ་ཉི་ཤུ་རྩ་དགུ་འཁོར་བའི་གི་དེ་ནས་ལོ་འཁོར་གི་མཛད་སྒོ་དེ་ད་ངའི་བུ་མོ་ངེད་གཉིས་ཀྱི་བུ་མོ་སྤོ་ཆང་ཚོ་འགྲོ་མཁན་ཡང་མོ་དང་དེ་ནས་མོ་རང་གི་གྲོགས་མོ་མཚོ་མོ་ལ་ཡ་གཉིས་ཀྱི་ད་བོད་སྐད་ཀྱི་ཐོག་ནས་མཛད་རིམ་གཙོ་སྐྱོང་བྱེད་པའི་གི་ད་ལས་རིམ་དང་དེ་ནས་མཛད་རིམ་དེའི་ཐོག་ལ་ད་མོ་རང་ལ་བཅས། བྱ་ག་ར་བྷི་ཀེ་ད་ལོ་འཁོར་གི་བྱ་ག་ར་བྷི་ཀེ་ཉིན་པར་དེ་ག་ནང་བཞིན་ད་ཆ་ཤེས་བཞིན་པ་དེ་ག་རེ་རེད་ལབ་ན་རྒྱ་བ་བཞི་ནོར་བུ་དགུང་ལོ་དགུ་བཅུ་ལ་ཕུལ་བའི་སྐུ་ཡི་གོ་སྟོང་གི་ཐོག་ལ་ད་ང་རང་གཉིས་ཀྱི་བུ་མོ་གི་དེ་ནས་གཞན་ལ་ག་རེ་ལབ་དགོས་རེད། ད་རྒྱལ་རབས་ཀྱི་དྲི་བ་དྲི་ལན་གྱི་ནང་ལོགས་ལ་བྲིས་འགོད་པར་གྱི་ཆ་ཤས་ལེན་པ། དེ་ནས་ཟླ་གྲོགས་ཀྱི་བགྲོ་གླེང་དང་དྲི་བ་དྲི་ལན་གྱི་ནང་ལོགས་ལ་ཆ་ཤས་སློང་བ། དེ་ག་ནང་བཞིན་རིགས་ལམ་གྱི་རྟགས་གསལ་གྱི་ནང་ལོགས་ལ་ད་རྟགས་གསལ་གྱི་རྩོད་པ་གྱི་རྩོད་པ་སྣེ་ཁྲིད་ཀྱི་ད་ཆ་ཤས་ལེན་པ། ལ་སོགས་པའི་གྱི་ད་ལས་རིམ་ཁག་ཅིག་གི་བསྙེན་བཞག་ཡོད། ད་སྤྱིར་བཏང་གར་སོང་འགྲོ་སྟངས་རེ་བ་བྱས་པ་ཡིན་ན

མཁར་རྫོང་སློབ་གྲྭ་གི་མཛད་སྒོ་ཡིན་ན་འདྲ་ད་དེ་མིན་རྒྱ་གར་རིན་པོ་ཆེ་འཁྲུངས་སྐར་སྐབས་ཀྱི་ཡིན་ན་འདྲ་བཅས་ཀྱི་མཛད་སྒོ་གི་སྐབས་ཀྱི་གཞས་སྣ་འཁྲབ་སྟོང་དེ་ཚོ་མགྱོགས་ཐོག་མ་སོང་རྒྱུ་མཚན་ག་རེ་བྱས་ལབ་ན་གཞས་སྣ་འཁྲབ་སྟོང་དེ་ཚོ་ཡར་གྱི་གཞའ་བ་ཡིན་ཏེ་གཞའ་བ་དང་ལམ་སོང་པར་དབང་གི་ཐོག་ལ་རྙོག་དྲ་བྱུང་སོང་ཀོ་པི་ར་ཐོག་ལ་དེ་བྱེད་དུས་ནི་གཞས་སྣ་དེ་ཚོ་ཚོ་མ་ཕར་ལེན་གཞའ་བ་ཡིན་དེ་བྱེད་དུས་ད་མཛད་རེམ་དེ་མ་གཏོགས་གཞས་སྣ་འཁྲབ་སྟོང་གི་རེག་དེ་ཚོ་ཡོག་མ་རེད་དེ་བྱེད་དུས་ད་དེ་ཡིན་ན་འཁྲབ་ཉེན་གྱི་དེ་ནི་སློབ་གྲོགས་དང་འབྲེལ་ཡོད་ཚོགས་མང་ལ་དགོངས་སེལ་ཞུ་ཡ་ཡིན་བསྐུར་ཐུབ་ཡ་བྱུང་མ་སོང། དེ་ནི་མཐའ་མ་ཐུགས་རྗེ་ཆེ་ཞུ་ཡ་ལ་ད་བུ་མོ་མོ་རང་གི་མི་ཚེ་གི་ནང་ལོགས་ལ་ད་དང་པོ་དང་པོ་ནས་བཟུང་སྟེ་ད་མོ་རང་ལ་ཅིག་སེམས་ཁུར་སྨོན་ལམ་རེ་བ་སྤྱི་སེམས་ཆུང་དུ་ཉེན་གི་ངའི་ཕ་མ་གཉིས་ཀྱི་དགའ་ཉེ་སྤུན་མཆེད་དེ་ནི་ཅིག་བུ་རང་བཙན་སླར་གསོ་གི་ཐོག་ལ་རེ་བ་དང་ངེད་ཀྱི་མི་ཚང་གི་ཐོག་ལ་སེམས་ཐག་ཉེ་བོ་གྱིས་དེ་ཉིན་གྱི་དེ་ནས་ཤཱ་ར་ཅི་པི་བོ་རི་སྤུན་ཟླ་ཚང་མ་དེ་ནས་ངེད་གཉིས་རྒྱུན་དུ་གཟིགས་ནས་ཐུགས་ཁུར་དང་རྒྱབ་སྐྱོར་སེམས་ཤུགས་སྤར་བསྡད་ཉིན་དེ་ནས་ཚང་མ་ལ་དེ་རིང་གཉིས་ཀྱི་ལས་རིམ་འདི་བརྒྱུད་ནས་ཐུགས་རྗེ་ཆེ་ཞུ་བ་དང། དེ་ནས་མོ་རང་གི་ཆེད་རྒྱ་གར་ནང་ལོག་གི་དགེ་རྒན་ཡིན་ན་འདྲ་དེ་ནས་འདི་བ་ལ་བཟོ་འཇུག་སློབ་གྲྭ་གི་དགེ་རྒན་ཡིན་ན་འདྲ་དེ་ཚོ་ཚང་མ་ལ་ཡང་བཀའ་དྲིན་ཆེ་ཞུ་གི་ཡོད་དེ་ནས་མཐའ་མ་དེ་རེ་སྐོར་ཞུ་བ་དེ་ང་ཚོ་སྤྱི་ཚོགས་ཀྱི་ངོས་ནས་ཕ་མ་གི་ངོས་ནས་བུ་ཕྲུག་དོ་བདག་སོ་སོ་གི་ངོས་ནས་དགེ་རྒན་གྱི་ངོས་ནས་ང་ཚོ་གིས་རིག་གཞུང་སྲུང་སྐྱོབ་བྱེད་ཡ་དང་རིག་གཞུང་བརྩི་རུ་བྱེད་ཡ་དེ། བློས་གཏོང་མ་བགྱིས་པ་བྱེད་བྱེད་ནས་རེ་བ་དང་སེམས་ཤུགས་དང་འབད་བརྩོན་རྒྱུན་ཆུང་བ་ཡིན་ན། དེའི་ཐོག་ལ་གྲུབ་འབྲས་ཀྱི་མཐོང་ཡ་ཡོད་བ་དེ་ད་བརྒྱ་ཆ་བརྒྱ་ནས་བརྒྱ་རེད་དེ་བྱེད་དུས། དེ་འདྲའི་གི་རེ་བ་དང་དེ་ནས་སེམས་ཤུགས་མ་བླངས་པའི་ཐོག་ནས་མུ་མཐུད་ནས་སྔར་ལས་ལྷག་བསམ་འབད་བརྩོན་གནང་རོགས་བྱེད་རེ་བ་ཞུ་གི་ཡོད་སོ་སོ་འདྲ་བོ་བྱེད་ན་བྱེད་ཁ་ནས་ལ་བ་མ་ཡིན་པ། ང་རང་ཕ་མ་གཉིས་ཀྱི་ངོས་ནས་གང་ཡོང་ཅི་ཡོང་གི། ད་ཅིག་རི་ལྗོངས་ཀྱི་ཆ་ཤས་རེ་རེ་བཞིན་དུ། དེ་ནི་སོ་སོའི་བུ་ཕྲུག་ལ་ཅིག་རྩིས་སྤྲོད་བྱེད་ཐུབ་ཡ་དེ་ད་ལྡོག་ཏུ་མེད་པའི་འགན་འཁྲི་ཅིག་དང། ད་དེ་གལ་ཆེན་པོ་ཅིག་ལ་བརྩིས་ནས་འབད་བརྩོན་བྱེད་ཀྱི་ཡོད་དེ་ང་ཚོ་ཚང་མར་གྱི་དེ་འདྲ་གི་འབད་བརྩོན་ཅིག་བྱས་པ་ཡིན་ན་ཐུན་མོང་གི་འགན་འཁྲི་བོད་ཀྱི་རི་ལྗོངས་བོད་ཀྱི་མི་རིགས་ལ་དེ་སྲུང་སྐྱོབ་བྱེད་ཐུབ་ཡ་དང་མཐའ་མ་རྒྱལ་ཁབ་སླར་གསོ་བྱེད་ཆེད་ནས་ང་ཚོ་གཞི་བཞི་ལྷན་འཛོམས་ཀྱི་རྒྱལ་ཁ་དེ་ཐོབ་ཐུབ་ཡ་ཡོད་པ་ཅིག་ལ་ངོས་འཛིན་དང་རེ་བ་སྨོན་ལམ་ཞུ་གི་ཡོད་ག་རེ་ཆེ།

བྱང་ཁུལ་ཁ་དོག་ཆོས་ཅན་ཡན་ལག་གི་ཁ་དོག་ཡིན་ཏེ། འདྲེས་པའི་ཁ་དོག་ཡིན་པའི་ཕྱིར། འདྲེས་པའི་ཁ་དོག་ཡིན་ན་ཡན་ལག་གི་ཁ་དོག་ཡིན་པས་ཁྱབ་པ་དག། འདོད། ཁ་དོག་ཡིན་ན་དམར་པོའི་ཁ་དོག་ཡིན་པས་ཁྱབ་པ་དག། མ་ཁྱབ། ཞོག། མེ་ཏོག་སེར་པོའི་ཁ་དོག་ཆོས་ཅན། མེ་ཏོག་སེར་པོའི་ཁ་དོག་ཆོས་ཅན་ཁ་དོག་ཡིན་པ་དག། འདོད། མེ་ཏོག་སེར་པོའི་ཁ་དོག་ཆོས་ཅན་དམར་པོའི་ཁ་དོག་མ་ཡིན་པ་དག། འདོད། མེ་ཏོག་སེར་པོའི་ཁ་དོག་ཆུ་བཞིན་དམར་པོའི་ཁ་དོག་མ་ཡིན་ཏེ། ཁྱོད་དམར་པོའི་མདོག་ཏུ་རུང་བ་མ་ཡིན་པའི་ཕྱིར། ཁྱོད་དམར་པོའི་མདོག་ཏུ་རུང་བ་མ་ཡིན་ན་དམར་པོའི་ཁ་དོག་མ་ཡིན་པས་ཁྱབ་པ་ལྟར། འདོད། ཁ་དོག་དང་མེ་ཏོག་གི་ཁ་དོག་གཉིས་ལ་མུ་གསུམ་མུ་བཞི་འགལ་བ་དོན་གཅིག་གི་ཁྱད་པར་མེད་པའི་ཕྱིར། ད་མ་འཇོག། ཁ་དོག་དང་མེ་ཏོག་གི་ཁ་དོག་གཉིས་ལ་མུ་གསུམ་མུ་བཞི་འགལ་བ་དོན་གཅིག་གི་ཁྱད་པར་ཡོད་པ་ལྟར། འདོད། ཁྱད་པར་ཞོག།

ཁ་དོག་དང་མེ་ཏོག་གི་ཁ་དོག་གཉིས་ལ་མུ་བཞི་ཡི་ཁྱད་པར་མེད་པ་དང་སྙིང་ག་མ་ཡིན་པའི་མུ་བཞག་རྒྱུ་མེད་པའི་ཕྱིར། དང་མ་འཇོག།
ཁ་དོག་དང་མེ་ཏོག་གི་ཁ་དོག་སྙིང་ག་མ་ཡིན་པའི་མུ་བཞག་རྒྱུ་ཡོད་པ་དང་ལྟོས། ཁ་དོག་དང་མེ་ཏོག་གི་ཁ་དོག་སྙིང་ག་མ་ཡིན་པའི་མུ་བཞོག། བུམ་པ་ཆོས་ཅན། བུམ་པ་ཆོས་ཅན། ཁ་དོག་དང་མེ་ཏོག་གི་ཁ་དོག་སྙིང་ག་མ་ཡིན་པའི་མུ་ཡིན་པ་དང་ལྟོས།
ཁ་དོག་དང་མེ་ཏོག་གི་ཁ་དོག་གཉིས་ལ་མུ་བཞི་ཡི་ཁྱད་པར་མེད་པ་ལྟར་ཁ་དོག་ཡིན་ལ་མེ་ཏོག་གི་ཁ་དོག་མ་ཡིན་པའི་མུ་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ།
ཁ་དོག་ཡིན་ལ་མེ་ཏོག་གི་ཁ་དོག་མ་ཡིན་པའི་མུ་བཞག་རྒྱུ་ཡོད་པ་དང་ལྡན། ཁ་དོག་ཡིན་ལ་མེ་ཏོག་གི་ཁ་དོག་མ་ཡིན་པའི་མུ་བཞོག། སྤྲིན་དཀར་པོའི་ཁ་དོག་ཆོས་ཅན། སྤྲིན་དཀར་པོའི་ཁ་དོག་ཆོས་ཅན། ཁ་དོག་ཡིན་པ་དང་ལྡན།
སྤྲིན་དཀར་པོའི་ཁ་དོག་ཆོས་ཅན།

ཀྲེ་ཤི་ལེ་རྣམ་པ་ལེ་ངེ་ཚོ་ངའི་མིང་སྤོ་ཆུང་ཚང་འགྲོ་ཕན་ཨའོ་མོན་ཡིན་ང་ལྷོ་སའི་སྐྱིད་ཚལ་གྱི་འཛིན་གྲྭ་བདུན་པའི་སློབ་མ་ཡིན་ད་རིང་ང་ལོ་རྒྱུས་སྐོར་ལ་དྲི་བ་ཁ་ཤས་དྲན། དྲི་བ་དང་པོ། ང་ཚོའི་སློབ་ཚན་ནང་དུ་ཐོག་མ་བཞི་ཞེས་གྲགས་པའི་ཐོག་མ་བཞི་དེ་གང་དང་གང་རེད།

ལྷོ་བྱང་ཡུམ་བུ་ལ་ཁང་དེ་དབུས་ཀྱི་ལྷོ་ཁ་གྲོང་ཁྱེར་སྣེ་གདོང་རྫོང་ལ་ཡོད་རེད། ཐུགས་རྗེ་གནང་ཆོག་གི་ལ། དྲི་བ་གསུམ་པ། ཆོས་རྒྱལ་མེའུ་རྣམ་གསུམ་སུ་དང་སུ་རེད། བོད་ཀྱི་རྒྱལ་པོ་སོ་གསུམ་པོ་ནི་སྲོང་བཙན་སྒམ་པོ་དང་རྒྱལ་པོ་སོ་སྐྱེ་པ་ཁྲི་སྲོང་ལྡེའུ་བཙན། རྒྱལ་པོ་ཞེ་གཅིག་པ་ང་བདག་ཁྲི་རལ་པ་ཅན་ཆོས་རྒྱལ་མེས་དཔོན་རྣམ་གསུམ་བཞུགས།

ཐུགས་རྗེ་ན་ཆོག་གྱིས་ལ། དྲི་བ། རྒྱལ་བ། གཙུག་ལག་ཁང་དེ་གཉིས་ཀྱི་སྟེང་གི་གཙོ་བོ་གང་དང་གང་རེད། ཇོ་བོ་ཤཱ་ཀྱ་མུ་ནེ་ནི་ར་ས་མཚོའི་ནང་གཙུག་ལག་ཁང་གི་སྟེང་གི་གཙོ་བོ་དང། ཇོ་བོ་མི་བསྐྱོད་རྡོ་རྗེ་ནི་ར་མོ་ཆེ་ཡི་གཙུག་ལག་ཁང་གི་སྟེང་གི་གཙོ་བོ་རེད། ཐུགས་རྗེ་ན་ངོས་འཛོམས་ལ། དྲི་བ། དགུ་བ། བསམ་ཡས་གཙུག་ལག་ཁང་དེ་བོད་ཀྱི་རྒྱལ་པོ་སུ་ཡི་སྐབས་སུ་བཞེངས་པ་རེད། བསམ་ཡས་གཙུག་ལག་ཁང་དེ་བོད་ཀྱི་རྒྱལ་པོ་ཁྲི་སྲོང་ལྡེའུ་བཙན་གྱི་རིང་ལ་བཞེངས་པ་རེད། དུས་ཆེན་ནའང་ཡང་ཆེན་ལ། དྲི་བ་བྱུ་བ། བསམ་ཡས་གཙུག་ལག་ཁང་དེ་སྤྱི་ལོ་ག་དུས་བཞེངས་པ་རེད། བསམ་ཡས་གཙུག་ལག་ཁང་དེ་དུས་རབས་བརྒྱད་པའི་དུས་དཀྱིལ་ལ། སྤྱི་ལོ་བདུན་བརྒྱ་དྲུག་ཅུ་རེ་གཉིས་ལ་རྨང་གཞི་བཏིངས་པ་དང། སྤྱི་ལོ་བདུན་བརྒྱ་དྲུག་ཅུ་རེ་དྲུག་ལ་ལེགས་པར་བསྒྲུབས་པ་རེད། དུས་ཆེན་ནང་ཆོས་ཀྱི་ལ།
དྲི་བ་བཅུ་གཅིག་པ། རྒྱལ་པོ་ཁྲི་སྲོང་ལྡེ་བཙན་སྐབས་ཀྱི་ལོ་ཙཱ་བ་གཞོན་གསུམ་ཞེས་པའི

དགའ་ལྡན་ཕོ་བྲང་གི་གཞུང་ནི་སྤྱི་ལོ་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་བཙུགས་པ་རེད། ཐུགས་ཆེན་ནང་ཆོས་ཀྱི་ལ།
དྲི་བ་ཐ་མ་བཅོ་ལྔ་པ། ཐོག་མར་སུ་ཡིས་དགའ་ལྡན་ཕོ་བྲང་གི་སྲིད་དབང་བཟུང་བ་རེད། རྒྱལ་དབང་སྐུ་ཕྲེང་ལྔ་པ་བློ་བཟང་རྒྱ་མཚོའི་མཆོག་གིས་ཐོག་མར་དགའ་ལྡན་ཕོ་བྲང་གི་སྲིད་དབང་བཟུང་བ་རེད། དེ་བཞིན་ན།

ཐུགས་ཀྱི་ནང་འོད་གསལ་ལ། དྲི་བ་གཉིས་པ། ཕར་ལྟོས་ལ་ཚིག་འབྲས་ག་ཚོད་ཡོད་དམ།
སླར་ལྟོས་ཚིག་འབྲས་བཅུ་གཅིག་ཡོད། ཀོ། ངོ། དོ། ནོ། ཕོ། མོ། ཧོ། རོ། ལོ། སོ། དོ། བཅས་ཡིན། ཐུགས་ཀྱི་ནང་སེང་གེ་ལ། དྲི་བ་གསུམ་པ། ཕར་ལྟོས་ཕྲན་རྣམས་ལ་སྤོས་བརྗོད་རེ་རེ་སྒྲོག་ཐུབ་བམ།
ཆུ་བཀག་གོ་ངས་མཐོང་ངོ་ང་ལ་རྔན་པ་ཡོད་དོ་ཤེས་པ་བཞིན་ནོ་ལས་ཀ་བྱེད་ཐུབ་བོ། ང་ཤིང་ཏོག་དེ་ཞིམ་མོ་ང་བྱ་ལ་དགའ་འོ་འཁོར་ལོ་དེ་འཁོར་རོ་གསོལ་ཇ་འབུལ་ལོ། སློབ་སྦྱོང་ལ་ཁེལ་སོང་སློབ་སྦྱོང་མཐར་ཕྱིན་ཏོ། ཐུགས་ཅི་ན་འགྲོ་པས་ན། དྲི་བ་བཞི་བ།
ལེགས་བཤད་སྦྱོང་བ་ལས། ལ་དོན་རྣམ་པ་བདུན་ཡིན་ཏེ། ཞེས་པའི་ལ་དོན་གྱི་ཚད་བདུན་གང་དང་གང་ཡིན་ནམ།
དེ་གཉིས་ཀྱི་གོ་དོན་ནི་བྱ་བའི་ཡུལ་དང་བྱ་བ་གཉིས་ངོ་བོ་གཅིག་ལྟ་བུར་སྟོན་པའི་ལ་དོན་ཅན་གྱི་བརྗོད་པ་ལ་དེ་ངེས་ཞུ་བ་རེད། ཐུགས་ཆེ་ན་ཕྲིན་ལས་ལ།
དྲི་བ་ལྔ་བ། ལ་དོན་གྱི་ཚད་བདུན་པོ་ཡིས་འཇུག་རྒྱུ་གང་དག་ཡིན་ནམ།
ལ་དོན་གྱི་ཁྲལ་བདུན་པོ་ཡི་འཇུག་ཡུན་ནི་རྣམ་དབྱེ་གཉིས་པ་ལས་སུ་བྱ་བ་རྣམ་དབྱེ་བཞི་པ་དགོས་ཆེད་རྣམ་དབྱེ་བདུན་པ་བསྟན་ནས་དེ་གཉིས་ཚེ་སྐབས་བཅད་ལ་འཇུག་པ་ཡིན། ཐོས་ཅི་ན་འདོད་པས་ལ། དྲི་བ་དྲུག་པ། རྣམ་དབྱེ་གཉིས་པའི་སྒོ་བསྟན་གང་ཡིན་ནམ།
རྣམ་དབྱེ་གཉིས་པའི་སྒོ་བསྟན་ནི་བྱ་བ་དབྱེ་བར་བྱ་བ་བྱེད་པར་ཆོ་འདོད་པས་ལ་དོན་ཆང་གིས་རྣམ་དབྱེ་ལ། མྱ་ངན་གཉིས་པའི་ལས་སུ་བྱ་ཟེར། ཐུགས་ཅི་ན་བཀོད་འདི་ལ། དྲི་བ་བདུན་པ།
གཟིམ་ཤག་ཏུ་ཕེབས་ཚེ་རིང་དུ་ལུས་རྩལ་སྦྱངས་རྩེད་ཐང་དུ་སློབ་བསྐྱུར་སྒྲུབ་བྱེད་པའི་སྤོས་ཆས་འདི་ནི་བརྗོད་གྱུར་གང་དག་གི་སྤོས་ཆས་ཡིན
ནམ། གཟིམ་ཤག་ཏུ་ཕེབས་ཞེས་པ་ནི་རྣམ་དབྱེ་གཉིས་པའི་སྤོས་ཆས་ལས། ཚེ་རིང་དུ་ལུས་རྩལ་སྦྱོང་ནི་རྣམ་དབྱེ་བཞི་པའི་སྤོས་ཆས་དང།

ཐུགས་ཀྱི་ནང་རྒྱལ་མཚན་ལ། བྱི་བ་སྦུ་བ། དེ་གཉིས་ཀྱིས་སྤོས་རྒྱུད་གསུམ་རྒྱོབ་ཏུ་སྤང།
སུག་རིང་དུ་བྱིན་བག་དུ་གྱོན་དམིགས་བསལ་དུ་སོང། ཐུགས་ཀྱི་ནང་སེང་གེ་ལ། བྱི་བ་བཅུ་བ། ཚེ་བསོད་མ་སངས་དང་ཞེས་པ་འདི་གང་གི་སྤོས་རྒྱུད་ཡིན་ནམ།
ཚེ་བསོད་མ་སངས་དང་ཞེས་པ་འདི་རྩེ་སྐབས་ཀྱི་སྤོས་རྒྱུད་རེད།

ཆར་རྣམས་ཀྱི་མདོག་སྡིག་གཅིག་ན་མགོ་འཛིན་དུ་འཕང། དགའ་བའི་མདོག་དེས་ཚིག་སྐྱོ། ཤི་བའི་མདོག་དག་སོད། ཆགས་པའི་མདོག་དག་སྡང། བརླམས་པའི་མདོག་དག་དོར། འཆར་བའི་མདོག་དག་ནུབ་བཅས་ཡིན། ཐུགས་ཆེ་ན་འོད་གསལ་ལ།

གལ་ཏེ་དཀོན་མཆོག་ནི་ནད་གཡོག་འདྲ་བོ་རེད་དཔེར་ན་ནད་པ་ཚོའི་སྨན་ཟ་སྟངས་དང་སྤྱོད་ལམ་ཇི་ལྟར་དགོས་མིན་ནད་གཡོག་ལ་སྟོན་དགོས་པ་ནང་བཞིན་དེང་དུས་དཀོན་མཆོག་གིས་ང་ཚོའི་སྡིག་པ་སྤོང་བ་དང་དགེ་བ་ཇི་ལྟར་བསྒྲུབ་དགོས་མིན་ལ་རོགས་རམ་བྱས་ཙང་དེང་དུས་དཀོན་མཆོག་ནི་སྐྱབས་བསྒྲུབ་པའི་ཟླ་གྲོགས་རེད། ཁྱེད་ཀྱི་ནང་ཚིག་ལེན་ལ།